ཨོ་རྣམ་པ་ཚོའི་འཚམས་བློའི་འཚམས་འདྲི་བཀྲིས་ལེགས་ཞུ་ཨ་ཡིས། ཨ་ནི། ཡང་བསྐྱར་ངེད་གཉིས་འདུ་སི་ཁར་ཕེབས་བར་ཐུགས་རྗེ་ཆེ་ཨ་ནི། ད་དེ་རིང་གི། བརྗོད་གཞི་ཞུ་རུ་བ་དེ་རྒྱ་གར་གྱི་ཆེ་མཐོའི་ཁྲིམས་ཞིབ་ཁང་དང་ཨ་ནི། རྒྱ་གར་གྱི་དངུལ་ཁང་ཨེས་བྷི་ཨའི་རུ་བ་དེ་གྱི་བར་ལ་ཡ། ཅིག་ཁ་སོ་རེད་ད་རྙོག་དྲ་འདྲ་བོ་དེ་འདྲ་རུ་ཅིག་ཆགས་དེའུ་རེད་དེ་འདུ་བསམ་པ་ཡ་ཨ་ནི་གནས་ཚུལ་དེ། ཅིག་ཆ་ཚང་ཅིག་ཧ་གོ་ཨེ་ལ་ཡ་གནས་ཚུལ་དེ་གི་རྒྱབ་ལྗོངས་ཀྱི་གནས་ཚུལ་རེ་བོ་ཅིག་རྣམ་པ་ཚོ་ལ་ཅིག་ཞུས་ན་བསམ་སོང། དང་པོ་དེ་ལ་ཡ་ང་རང་གི།

ཅིག་བུན་ཚེ་བརྒྱ་དང་བརྒྱད་ཅུ་གྱ་གཉིས་སྦྱོར་བ་འདི་རྣོ་ལོ་ལ་བསྲེ་བཞག། ད་ནང་བཞིན་འདི་རྣོ་ལོ་ལ་ག་རེ་བསྲེ་དུ་ལ་བ་ཡིན་ན་ད་ཏི། ཁྲིམས་བྱ་ཁྲིམས་སྦྱོར་བ་འདི་ནི། ཉིས་སྟོང་བཅུ་གསུམ། ལ་ནི་ཁོ་རང་གི་ཁྲིམས་དེ་ཅིག་བཟོས་བཞག་དེ་རྗེས་ལ་ཡང་ཉིས་སྟོང་བཅུ་བདུན་ལ་ཡང་ཁོ་རང་གི་ཁྲིམས་བྱ་དེ་ལ་ཡང་བསྐྱར་བཅོས་དེ་འདྲ་ཅིག་བྱེད་བཞག་རོགས། དེ་ཡིན་དུས་བསམ་པ་ཉིས་སྟོང་བཅུ་གསུམ་ནང་དུ་ལ་ཡང་ཁྲིམས་བྱ་དེ་ལ་ཡང། ཨ་ནི་ག་རེ་འཁོད་དུ་ལ་བ་ཡིན་ན། ཨ་ནི། Company། གཅིག་གི་རུ་ཨ་ནི་བཟོ་གྲྭ་རུ་དེ་འདྲའི Company གཅིག་གི་ཨ་ནི་ཆབ་སྲིད་ཚོགས་པ་གཅིག་ལ་ཡ་ཞལ་འདེབས་རྒྱག་གི་ཡོད་ན་ཞལ་འདེབས་རྒྱལ་དེ་གི་ཁོ་རང་གི་ཚད་གཞི་གཅིག་རུ་ཨ་དེའི་ཁོ་རང་གི་ལོ་གཅིག་གི་ཁོ་རང་གི་ཁེབ་བསང་གཅིག་རུ་ཨ Company གི་ལྟ་ཚོང་རྒྱ་བའི་གི་ཁེབ་བསང་གཅིག་རུ་ཨ་དེ་ནི་བརྒྱ་ཆ་བདུན་ཚ་ལྔ། ཨ་ནི། འདི་ཞལ་འདེབས་རྒྱ་ཆོག་གི་ཡོད། དེ་ལས་མ་འང་ཨ་ནི་ཞལ་འདེབས་རྒྱ་ཆོག་མེད་བ་དེ་འདྲ་འགྲོ་བ་ཅི་རེད་ཤག། དེ་ནས་ད་ལྟ་དོན་ཚན་བརྒྱ་དང་བརྒྱད་ཅུ་གྱི་ཉིན་འབྱོར་བ་དེ་ནི་ཉིས་སྟོང་བཅུ་བདུན་ལོ་ལ་ཡང་ཁོ་རང་གིས་བསྐྱར་བཅོས་ཅིག་བྱས་ཤག་བསྐྱར་བཅོས་བྱས་བའི་ནང་རོ་ལ་ཡང་ད་ལྟ་ཁོ་རང་གིས་ད་ཚེས་གཅིག་འགྲོ་བ་ཇི་ལྟ་བ་བདུན་ཚ་ལྔ་རོ་བ་ཁོ་རང་གིས་ཁེབས་བཟང་ནས་བརྒྱ་ཆ་བདུན་ཚ་ལྔ་ཨ་ནི། མ་གཏོགས་འདི་ལས་མ་འང་ཅིག་ཞལ་འདེབས་རྒྱ་ཆོག་གི་མེད་ལ་ཡ་གིས་ཁོ་རང་གིས་ད་སྒྲིག་གཞི་ཅིག་འདུག་བ་དེ་ཁོ་རང་གིས་བསྐྱར་བཅོས་བྱས་ཏེ་འདི་ནི་མེད་བ་བཟོས་ཤག། ད་ནང་བཞིན། ཁོ་རང་གིས་ག་རེ་བཟོས་ཤག་ལ་ན། འདི་གི་ཞལ་འདེབས་རྒྱ་ཉེས་ཀྱི།

ད་ལྟའི་འགྲོ་སྟངས་ག་རེ་འདུག་ལ་བ་ཡིན་ན་དཔེར་ན་ཅི་ཞེ་ན་ང་ཨ་ནི་གཅིག་ཀམ་པ་ནི་གི་གཅིག་བདག་པོ་རུ་དེ་འདྲ་འགྲོ་བྱེད་པ་ན་ཨ་ནི་ངའི་གི་ཨ་ནི་ཆབ་སྲིད་ཚོགས་པ་གང་ཟག་གཅིག་ལ་ཡ་ཨ་ནི་ཞལ་འདེབས་རྒྱ་ཡ་གི་ཨ་ནི་སུ་སུ་ལ་ཡ་འདོད་པ་རུ་དེ་འདྲ་ཡོད་བ་ཡིན་ན་ཨ་ནི་ཨེས་པི་ཨེ་གི་རྒྱུད་ནས་མ་ཤི་ཨ་ནི་དངུལ་ཁང་གཞན་པ་རྒྱུད་ནས་ཞལ་འདེབས་རྒྱ་ཐུག་གི་མི་འདུག་དེ་ཡིན་དུ་བསམ་པ་ང་རང་ཕི་གི་ཨེས་པི་ཨེ་ལ་འགྲོ་ཆེད་ཨ་ནི་ཁོ་རང་ས་ལ་ཡ་དངུལ་དེ་འདྲ་འགྲོ་ཅིག་ཨ་ནི་ཆབ་སྲིད་ཚོགས་པ་དེ་འདྲ་གཅིག་ལ་ཡ་ཨ་ནི་ཞལ་འདེབས་རྒྱ་གི་ཡིན་ལ་ནི་ཁོ་རང་ས་ལ་ད་ཧོམ་ཤོག་བསྐང་དགོས་ན་དེ་ཚོ་ཚང་མ་བསྐང་གི་རུ་བ། འདི་གང་འདུག་བསམ་པ་ཡ་དེ་ནས SBI དངུལ་ཁང་ནས་ང་ལ་ཡ་ཨ་ནི་ཡིག་ཆ་འགྲོ་དེ་འདྲ་འགྲོ་ཅིག་སྤྲི་གི་འདུག་ད་ཡིག་ཆ་འདི་སྒང་ལ་ཡ་ངེད་ཀྱི་མིང་དང་དེ་འདྲ་བཅས་ཡོད་མ་རེད་དེ་ཡིན་དུས་ད། ཡིག་ཆ་འདི་ང་ལ་ཡ་འདུག་སྤྲད་དུས་བསམ་པ་ཡ་ད་ངས་ག་ཅིག་འོ་རེད་འདི་ཕར་འགྲོ་བྱས་ཨ་ནི། ཞལ་འདེབས་རྒྱ་ཡའི་འདོད་པ་ཡོད་རྒུས་ཀྱི་ཆབ་སྲིད་ཚོགས་པ་ཅིག་རུང་བ་འདི་ལ་ཡ་ཕར་སྤྲད་བྱས་རུང་བ་ཨ་ནི་ཁོང་རང་ཀྱི་ཉི་མ་བཅོ་ལྔ་ནང་ཚུད་ལ་ཡ་ཨ་ནི་ཅིག་དངུལ་བྱོས་རུང་བ་དངུལ་ཁང་ནས་མ་དངུལ་ལེན་ཐུབ་བ་བྱས་འོ་འདུག། གལ་སྲིད་ཁོ་རང་གི་ཆབ་སྲིད་ཚོགས་པ་དེ་གིས་ཨ་ནི་ངེད་གི་བཀྲལ་འགྱོད་ཀྱི་ད་ལྟ electoral bond ཡིག་ཆ་ཇོ་རུ་བ་དེ་ཨ་ནི་དེ་ཨ་ནི་ཅིག་དངུལ་ཐོག་ནས་མ་ལེན་མ་ཐུབ་བ་ཡིན་ན་དེ་ཨ་ནི་ཅིག་རྒྱ་གར་གི་སྲིད་བློན་གྱི་ད་ཐེབས་རྩ་ཡོ་རུ་བ་དེ་ནོར་ལ་ལ་རང་བཞིན་གྱི་འགྲོ་གི་ཡོ་བ་དེ་འདྲའི་གི་ད་ཁོ་རང་གི་འགྲོ་སྟངས་དེ་འདྲ་འགྲོ་ཅིག་བཟོས་ཤག། ད་ཁོ་རང་གི electoral bond ལ་དེ་བཟོས་དགོས་པའི་རྒྱུ་མཚན་གཙོ་བོ་དེ་གར་དུ་ལ་བ་ཡིན་ན།

ཀླུ་སྤྲད་ས་དེ་གའི་མིང་ཡོར་བ་དེ་ཡིན་འདུག་བསམ་པ་ཡ། འདི་ཡིན་ནི་ཅི་ཁ་སོ་རེད་ད། སུན་པ་འདི་ལས་དངུལ་སྤྲད་ངེས་དང་ལེན་ངེས་འབྱོར་བ་དེ་གའི་གནས་ཚུལ་འདི་ཅེག་ནི་ཧ་གོ་ཐུབ་ཡོར་བ་ཡིན་པ་འདི་ལས། ད Electoral Bond འབྱོར་བ་འདི་ནོར་ལོ་ལ་ཡ། དངུལ་སྤྲད་ངེས་འབྱོར་བ་དངུལ་སྤྲད་ངེས་དེ་གའི་མིང་འདི་གསང་བ་ཉག་གི་ཡོར་རེད་ད། འདི་གསང་བ་ཉག་དགོས་ཀྱི་རྒྱུ་མཚན་གཙོ་བོ་འབྱོར་བ་འདི་ག་རེད་འདུག་ལ་བས་ན་ད་པེ་ན་ཅག་བཤད་ན་ད་ང། ཅིག་ཆབ་སྲིད་ཚོགས་པ་ཀ་དང་ཁ་ཡོང་བ་ཡིན་ན། དེ་ནས་ཆབ་སྲིད་ཚོགས་པ་ཀ་དེ་ལ་ཡ་ད་ངེས་ཀྱི་ཅིག་ག་ཚོ་རེ་ད་དངུལ་གྱི་ཞལ་འདེབས་དེ་འདྲ་ཅིག་རྒྱག་ཡོང་བ་ཡིན་ན། འདི་རྗེས་མ་ཡ་ཨ་ནི་ཆབ་སྲིད་ཚོགས་པ་ཁ་བ་ཁ་བ་ཅིག་རུང་བ་དེ་ཡིན་ནི་ཅིག་ཁོ་རང་ཚོས་ཨ་ནི་འོས་བསྡུ་དང་དེ་འདྲ་ཐོབ་ཆེད་ཨ་ནི་ཅིག་གཞུང་འཛིན་ཚོགས་པ་རུ་ཆགས་བ་ཡིན་ན། དེ་ནས་ཁོ་རང་ཚོ་གིས་ཨ་ནི། ཁོ་རང་ཚོ་གིས་ཁ་གཏད་ཀྱི་ཆབ་སྲིད་ཚོགས་པ་ལ་ཡ་ད་ངེས་ཀྱི་དངུལ་ཞལ་འདེབས་རྒྱག་ཡོང་རུང་བ་དེ་ཡིན་དུས་བསམ་པ་ད་ང་ཅིག་ག་ཚོ་རེ་ད། ཚོང་དེ་འདྲ་རྒྱག་གི་ཡོད་དུས་བསམ་པ་ཡ་དེ་འདྲས་ཀྱི་ད་གཞུང་གི་ཡིག་ཆ་དེ་འདྲ

ད་ཆབ་སྲིད་ཚོགས་པ་སུ་ལ་ཡང་ཨ་ནི་ག་ཚོད་སྐྱེལ་རྒྱུ་ཡོད་མེད་ཀྱི་རོ་བ་དེ་ནི་རྒྱ་གར་གྱི SBI དངུལ་ཁང་མ་གཏོགས་ཧ་གོ་ཡོད་མ་རེད་ད་ཐ་ན་རྒྱ་གར་གྱི་དབུས་འོས་བསྡུའི་ལས་ཁུངས་ཡོད་རོ་བ་དེ་གྱིས་ཧ་གོ་ཡོད་མ་རེད་དེ་ཡིན་དུས་བསམ་པ་ཡ། འདི་ཨེ་ནི་ཅིག་ག་ཚོད་རེད་ད་དྲང་པོ་ཆགས་ཀྱི་མེད་བ་དེ་འདྲ་རོ་གཅིག་ལ་ཆེ་བསྟོད་ཁྲིམས་གཞི་གང་གིས་གཟིགས་ཀྱི་ཡོད་རེད། ད་དེ་དྲང་པོ་མ་མཐོང་ཡང་རྒྱུ་མཚན་གཙོ་བོ་དེ་ག་རེ་དེ་ལ་བ་ཡིན་ན་ཨ་ནི་དང་པོ་དེ་ལ་ཡང་རྒྱ་གར་གྱི་གཞི་རྩའི་ང་རང་ཟེར་གྱི་ད། ཅི་ག་སོགས་རེད་ད་ཐོབ་ཐང་དེ་འདྲ་ཁ་ཤས་ཆེ་བ་འདི་ནང་ནས་སྨྲ་བརྗོད་རང་དབང་ལ་ནས་དེ་འདྲ་ཅིག་ཡོད་རུང་བ་དེ་ཡིན་དུ་བསམ་པ་ཡ། ད་འདི། སྨྲ་བརྗོད་རང་དབང་དང་འགལ་གྱི་འདུག་ད་སྨྲ་བརྗོད་རང་དབང་དང་འགལ་དགོས་རྒྱུ་མཚན་ག་རེ་འདུག་ལ་ན། ཨ་ནི། མི་གཅིག་གིས་སྐད་ཆ་མ་བཤད་ལ་རུང་བ་གནས་ཚུལ་ཅིག་མཁོ་སྒྲུབ་བྱེད་འོང་བ་དེ་ཡིན་དུ་བསམ་པ་ཡ། ཨ་ནི། སུས་སུས་ཀྱིས་ད་རྒྱབ་སྐྱོར་ཡོང་གི་ཆབ་སྲིད་ཚོགས་པ་དེ་ཚོ་ལ་ཡ་ཨ་ནི། དངུལ་སུས་ཀྱིས་སྤྲི་གི་ཡོད་མེད་ཞལ་འདེབས་སུས་ཀྱིས་རྒྱག་གི་ཡོད་མེད་ཀྱི་གནས་ཚུལ་བྱུང་བ་དེ་ཧ་གོ་ཡ་དེ་མི་མང་ལ་ཡང་ཐོབ་ཐང་ཡོད་རེད་གནས་ཚུལ་དེ་ཧ་མ་གོ་བ་ལ་ནི་གནས་ཚུལ་འདི་ག་ལ་ཡང་སྐད་ཆ་བཤད་དེ་ཁག་པོ་ཆགས་ཏེ་འོར་བ་དེ་ཡིན་འདུག་བསམ་པ་ཡ་བ་དེ་ནི་ཅིག་སྨྲ་བརྗོད་རང་དབང་དང་འགལ་གི་འདུག་ལ་ནི་ནི་ཆོས་དད་ཁྲིམས་ཞིབ་ཁང་ནང་ལ་ལ་ཐག་གཅོད་བྱེད་དུས་བསམ་པ་ཡ་ནི་གནས་ལུགས་དེ་འདྲ་འགྲོ་བ་ཅིག་རྒྱུ་མཚན་དེ་འདྲ་འགྲོ་བ་ཅིག་གི་སྟེང་ནས་ནི་ཀྲོངས་ཀྱི་འདི་ནི་ཅིག་ཁ་ཚོར་རེ་ད་སྨྲ་བརྗོད་རང་དབང་དང་འགལ་གི་འདུག་ལ་ནི་ཀྲོངས་ཀྱི་ཐག་གཅོད་དེ་འདྲ་ཅིག་བྱེད་ཤག་ད་ནང་བཤད་ཆོས་དད་ཁྲིམས་ཞིབ་ཁང་གི་ཨེ་ལེག་ཐོ་རལ་བོང་འབྱོར་བ་དེ། ཨ་ནེ་དྲང་པོ་ག་ཅི་མཐོང་གི་ཡོད་མ་ལ་བ་ཡིན་ན SBI དངུལ་ཁང་མ་གཏོགས་ཧ་གོ་ཡོད་མ་རུ་བ། ད SBI དངུལ་ཁང་དེ་ཨ་ནེ་རྒྱ་གར་གི་ཨ་ནེ་ཅི་ག་ཚོ་རེད་ད་གཞུང་འཛིན་ཚོགས་པ་སུ་ཡིན་པ་ཡིན་ནམ་ལ་དེ་གི་ཨ་ནེ་འོག་ལ་ཆགས་བསྡད་པ་རུ་བ། གཞུང་དང་དངུལ་ཁང་གཉིས་པ་ར་གི་ད་ཅིག་དབང་ཆ་ཆེ་ཆུང་དེ་བད་ཐོག་དང་ས་དང་གནམ་ཁྱད་བ་ཤོར་བསྡད་པ་རུ་བ། དེ་ཡིན་དུས་བསམ་པ་ཡ་ཨ་ནེ་གཞུང་འཛིན་ཚོགས་པའི་གི་གནོན་ཤུགས་གོ་ལ་ཡ།

ཡིན་པ། ད་ལྟ་ཁ་དྲོ་ཆ་ཤས་ན་ཞིང་ཆེན་ཚོགས་པའི་གི་དངུལ་ཁང་ནས་གནས་ཚུལ་དེ་ཚོ་མཁོ་སྒྲུབ་བྱེད་ཐུབ་ཀྱི་ཡོད་ཡིན་ན། འདི་གཅིག་ཁ་སོ་རེད་ད། ཞལ་འདེབས་རྒྱ་ཉེ་དེ་ཚོ་ལ་ཡང་ཉེན་ཁ་བཟོས་ཀྱི་ཡོད་རེད་བ་དཔེར་ན་ཆ་ཤས་ན་ཞིང་ཆེན་ཚོགས་པའི་གི་ཁ་བརྡའི་ཚོགས་པ་ཅིག་ཡོད་ཡིན་ན། ཁ་བརྡའི་ཚོགས་པ་དེ་ལ་ཡང་ཚོང་པ་ཅིག་གི་ཞལ་འདེབས་དེ་འདྲའི་ཅིག་རྒྱག་ཡོད་ཡིན་ན། ཞིང་ཆེན་ཚོགས་པའི་གི SBI གི་དངུལ་ཁང་ནང་གནས་ཚུལ་དེ་ཚོ་མཁོ་སྒྲུབ་བྱེད་ཐུབ་བསམ་པ། ཚོང་པ་གང་ཟག་དེ་འདྲའི་ཅིག་གི་ཁོ་རང་གི།

ཅིག་ཆགས་ཏེ་ཡོར་བ་དེ་ཡིན་དུ་བསམ་པ་ཡ་དེ་ནས་ཨ་ནི་རྒྱ་གར་གྱི་ཆེད་དོན་ཁྲིམས་ཞིབ་ཁང་གིས་ཨ་ནི་རྒྱུ་མཚན་མང་པོ་ཡོར་དེ་ཡིན་པ་ནི་ལ་དེ་གཉིས་ལ་ཨ་ནི་གཞིས་ཆགས་ཆེད་ཨ་ནི Electoral Bond སྦྱོར་བ་དེ་དང་ད་ལྟ་དངུལ་གྱི་འཛིན་གྲོལ་སྦྱོར་བ་དེ་ཨ་ནི France གྱི་ད་ཁྲིམས་འགལ་ཡིན་པ། ཕྱི་ཟླ་གཉིས་ཀྱི་ཚེས་བཅོ་ལྔ་ལ་ཡ France གྱི་ཁྲིམས་བདག་དེ་འདྲ་ཅིག་བཅས་ཤག་ད་ནང་བཞིན་ཆེད་དོན་ཁྲིམས་ཞིབ་ཁང་གིས་ཨ་ནི SBI ལ་ཡ་བཀའ་རྒྱ་གར་དང་དུ་ལ་བ་ཡིན་ན་ཨ་ནི་ཉིས་སྟོང་བཅུ་དགུ་སྤྱི་ཟླ་བཞི་བའི་གི་ཚེས་བཅུ་གཉིས་ནས་ཕྱིན་ནས་ཨ་ནི་ད་ལྟ་བར་དུ་ཨ་ནི Electoral Bond ཞལ་འདེབས་ག་ཚོད་བསྐྱ་ཡོད་མེད་རུ་བ་ཆབ་སྲིད་ཚོགས་པ་ལ་ཡང་ཞལ་འདེབས་ག་ཚོད་བསྐྱ་ཡོད་མེད་ཀྱི་དངུལ་འབོར་འཇོག་རུ་བ་དེ་གི་གནས་ཚུལ་དེ་ཨ་ནི་སྤྱི་ཟླ་གསུམ་པའི་གི་ཚེས་དྲུག་གི་སྔོན་ལ་ཡང་ཨ་ནི SBI གི་དངུལ་ཁང་ནས་ཨ་ནི།

ཨེས་པི་ཨེ་ཁོ་རང་གིས་ནི་དུས་ཚོད་དེ་འདྲའི་དགོས་ཡ་ཅུང་རུང་བ་དེ་རྒྱུ་མཚན་ཁོ་རང་གིས་མང་པོ་བགྲང་ཤག་ད་རྒྱུ་མཚན་ནང་ལོགས་ལ་ཡ་ཁོ་རང་གིས་བཤད་ཡ་ལ་ཡ། ཨ་ནི་གནས་ཚུལ་དུད་འགྲོ་ཁ་ཤས་ཅིག་ཨ་ནི་གློག་ཀླད་ནང་ལོགས་ལ་ཡོད་རེད། ཨ་ནི་གནས་ཚུལ་ཁ་ཤས་དེ་ཨ་ནི་ཤུ་གུ་སྒང་ལ་ཡོད་རེད་དེ་ཡིན་དུ་བསམ་པ་ཡ་ཤུ་གུ་སྒང་དང་ཨ་ནི་གློག་ཀླད་སྒང་གཉིས་ཀ་ཨ་ནི་མཉམ་དུ་ཨ་ནི་རུ་རུ་བཟོ་ཡ་ལ་ཡ་ཨ་ནི་དུས་ཚོད་དེ་འདྲའི་འགྲོ་གི་འགོར་གི་འདུག་ལས་ནི་ཁོ་རང་གིས་ཅིག་ཁ་སོགས་རེད་ད་རྒྱུ་མཚན་དེ་འདྲའི་འགྲོ་ཞིག་བགྲང་ཤག་ཡིན་པ་འདི་ལས་རྒྱ་གར་གྱི་སྤྱི་ཚོགས་ནང་ལོགས་ལ་ཡ་ཁྲིམས་རྩོད་པ་དེ་འདྲ་ཡིན་པ་འདི་ལས་གང་ན་ཤིང།

དེ་ཡིན་དུས་བསམ་པ་ཡ། ཨ་ནི། ད། ད་ལྟ་གཞུང་འཛིན་ཚོགས་པ་ཡ་ན་རེ་ཨ་ནི། ད་ཁ་གཏད་ཚོགས་པ་ཡ་ན་རེ་ཐང་ན་ཞིག་ཆབ་སྲིད་ཚོགས་པ་གཞན་པ་མང་པོ་ཡོད་རེ་བ་ཚང་མ་ལ་ཨ་ནི། Electoral Bond། དེ་རྒྱུ་ཆས་ཨ་ནི་དངུལ་ཞལ་འདེབས་མང་པོ་རག་བསྡད་ཡོད་རེ་བ། ཡིན་པ་ནི་ད་ད་ལྟ་གཞུང་འཛིན་ཚོགས་པ་ཡོད་རེ་བ་དེ་ལ་ཡ། དམིགས་བསལ་གྱི་ཨ་ནི་ཅིག་དངུལ་དེ་འདྲའི། Bond། དེ་འདྲའི་མང་པོ་ཅིག་རག་ཡོད་ཀྱི་དེ་འདྲས་ཀྱི་ཁོ་རང་ཚོ་གི་ད། གནས་ཚུལ་དེ་འདྲས་ཅིག་འགྲེལ་བཤད་བྱས་ཀྱི་འདུག་དེ་ཡིན་དུས་བསམ་པ་ཡ། དེ་ཡི་གནས་ཚུལ་དེ་གལ་སྲིད། SBI གི Electoral Bond གི་གནས་ཚུལ་དེ་མ་ཁྱབ་བསྒྲགས་བཏང་བ་ཡིན་ན་ཨ་ནི་ད་རྒྱ་གར་གྱི་འོས་བསྡུ་སླེལ་རོགས་ཡོད་རོགས་དེ་ཡིན་དུ་བསམ་པ་ཡང་འོས་བསྡུ་སླེལ་རོགས་ཡོད་དུ་བསམ་པ་ཡིན་དེ་ལ་ཡང་ཨ་ནི་ཅིག་བར་ཆད་འགྲོ་ཅིག་དཀྲིག་གི་མེད་འགྲོ་འོ་བསམ་ཡང་གི་ཁོང་རང་གི་ཚོད་དཔག་དེ་འདྲ་ཞིག་རྒྱག་གི་འདུག་དེ་ཡིན་དུས་བར་ཆད་དེ་འདྲ་དཀྲིག་གི་ཡོད་ཨ་ཉེན་ཁ་ཅིག་ལ་གཟིགས་བྱས་དེ་ནས SBI ལ་ཡང་ཨ་ནི་ད་ལྟ་གཞུང་འཛིན་ཚོགས་པས་ཀྱི་ཨ་ནི་གནོད་ཤུགས་སྤྲད་བྱས། འདིའི་གནས་ཚུལ་དེ་མ་ཁྱབ་བསྒྲགས་བཏང་བ་ཡིན་ན་མང་གི་གནས་ཚིག་ཁ་སོ་རེད་སོ་སོའི་ཆབ་སྲིད་ཚོགས་པ་དེ་ལ་ཡང་སུས་སུས་ཀྱིས་ཞལ་འདེབས་རྒྱག་གི་འདུག་བ་ཞལ་འདེབས་རྒྱག་བ་ཡིན་ན་འདི་ཀྱི་ཞལ་འདེབས་ཅིག་རིན་མེད་ལ་རྒྱག་གི་ཡོད་མ་རུ་བ་ཞལ་འདེབས་རྒྱག་དེ་དམིགས་ཡུལ་ཅིག་ཡོད་རུ་བ་ཁ་ཤས་ཀྱི་ཡིན་ན་དངོས་གནས་དྲང་གནས་ཀྱི་ཆབ་སྲིད་ཚོགས་པ་དེ་ཀྱི་ལངས་ཕྱོགས་དང་ལྟ་བ་དང་དེ་འདྲ་ལ་ཡིད་ཆེས་ཡོད་ཅེས་ཞལ་འདེབས་རྒྱག་གི་ཡོད་རུ་བ་ད་ཁ་ཤས་ཀྱིས་ཅིག་ཞལ་འདེབས་རྒྱག་དེ་གལ་སྲིད་ངེད་ཀྱིས་འདི་ཆབ་སྲིད་ཚོགས་པ་དེ་ལ་ཞལ་འདེབས་རྒྱག་ཡ་ན་མ་འོངས་པ་ཡང་ད་ང་རང་གིས་ཅིག་ཀམ་པ་ནི་ལ་ན་འགྲོ་གི་འདུག་བཟོ་གྲྭ་ལ་ཡང་ཡང་ཁེ་ཕན་ཡོད་རུ་བ། དེ་འདྲ་གི་ཆོག་མཆན་དང་ཐོབ་ཐང་དང་དེ་འདྲ་རེ་ཨ་ཅེ་ཏོ་ཡང་ཅིག་བཞེས་འདབ་ཀྱང་ཀྱང་དེ་འདྲ་མང་པོ་ཆགས་དེ་འོ་ཨ་དེའི་འདོད་བསམ་པ་ཡང་གལ་སྲིད་ཨེས་བྷི་ཨའི་གི་གནས་ཚུལ་སྟོན་རྒྱུ་ཨ་ནི་མ་མི་མང་ལ་ཡང་ཨ་ཅིག་ཁྱབ་བསྒྲགས་བཏང་བ་ཡིན་ན་ཨ་ནི་མི་མང་གི་ཧ་གོ་གི་རོ་ཨ་མི་མང་གི་ཧ་གོ་བ་ཡིན་ན་ཨ་མང་གི་འོས་འོས་ཤོག་བླུག་ཡ་གི་ཨ་ནི་ཅིག་ཡང་བསམ་བློ་འབྱོར་བ་ཐག་གཅོད་འབྱོར་བ་དེ་ལ་ཡང་འགྱུར་བ་ཐེབས་སྲིད་རོ་ཨ། པ་ཡིན་ན་ལས་ཆེ་བསྟོད་ཁྲིམས་ཞིབ་ཁང་གི་ད་ལྟ་ཨེས་བྷི་ཨའི་དངུལ་ཁང་གི་ཨ་ནི་ཅིག་སྤྱི་ཟླ་དྲུག་པའི་གི་ཚེས་སུམ་ཅུ་པ་ཐོག་ཨ་ནི་དུས་འགྱངས་གི་ཨ་ནི་རེ་བསྐུལ་བྱས་ཡ་ཅིག་རོ་ཨ་དེ་ལ་ཡང་ཁོ་རང་གིས་ཨ་ནི་ཁས་ལེན་བྱས་མི་འདུག། གང་ན་བཞིན་ཁས་ལེན་མ་བྱས་ཡ་མ་ཟད། ཆེ་བསྟོད་ཁྲིམས་ཞིབ་ཁང་གིས SBI དངུལ་ཁང་ལ་ཡ་ཀྱང་གིས་ཨ་ནེ་སྔོན་མ་ང་ཚོས་བཀའ་རྒྱ་བཏང་བའི་གི་ཉི་མ་འདི་ནས་ཕྱིན་ནས་ད་ལྟ་བར་དུ་ཉི་མ་ཉིས་རྩ་དྲུག་འདི་ནང་ལོ་ལ་ཡ་ཀྱང་གིས་ང་ཚོས་བཀའ་རྒྱ་དེ་ལ་ཡ་ཀྱང་གིས་ལག་ལེན་དངོས་སུ་ག་རེ་བྱས་ཡོད་སེ་འདྲའི་དྲི་བ་དེ་འདྲ་བཏང་ཤག་གང་ན་བཞིན་ཆེ་བསྟོད་ཁྲིམས་ཞིབ་ཁང་གིས་ཁོ་རང་ཚོ་ལ་ཨ་ནེ་ག་རེ་ལ་འདི་ལོ་བ་ཡིན་ན་ཁྱེད་རང་ཚོ་ལ་ཨ་ནེ་དུས་ཚོད་མང་པོ་མེད་ད་ལྟ་གི་དུས་ཀྱང་གཅིག་སྤྱི་ཟླ་དྲུག་པའི་གི་ཚེས་སུམ་ཅུ་བར་དུ་དུས་ཀྱང་བྱས་ཆོག་རོ་དེའི་རྩ་བ་ཉིད་ནས་ཁས་ལེན་གི་མེད་ཁྱེད་རང་ཚོ་ལ་ད་ཆུ་ཚོད་གཉིས་རྩ་བཞི་ཡོད། ཉི་མ་གཅིག་ཡོད། དེ་ནང་ཚུད་ལ་ཁྱེད་རང་སུ་གས་ནི་ད་ལྟ་གི Electoral Bond གི་གནས་ཚུལ་དེ་ཚོ་ཚང་མ་ཨ་ནི་དབུས་འོས་བསྡུ་ལས་ཁུངས་ལ་ཡང་ཁག་ཕུད་དགོས་ཡོད། དེ་ཡིན་དུས་བསམ་པ་ཡ། ད་ལྟའི་གི་ཉི་མ་མཐའ་མ་འབྱོར་བ་དེ་སྤྱི་ཟླ་གསུམ་པའི་གི་ཚེས་བཅོ་གསུམ་ཁེལ་དུ་ཡོང་བ་རེད། ད་དེ་ཡིན་དུས་རྣམ་པ་ཚོ་ལ་དྲི་བ་ག་རེ་ཡོད་ལ་བ SBI གི་དེ་དངོས་དེ་ཨ་ནི་ཆེ་བསྟོད་ཁྲིམས་ཞིབ་ཁང་གི་བཀའ་རྒྱ་གཏང་རྒྱུ་དེ་ལ་ཡ་དུས་རྒྱང་གི་དེ་འདྲ་གི་རེ་འབུད་བྱས་རུ་བ། ཁོ་རང་ས་གི་བཀའ་རྒྱ་གཏང་རྒྱུ་གཞི་བཟུང་བྱས་ཡོད་མ་རུ་བ་དེ་ལ་ཡ། ཆེ་བསྟོད་ཁྲིམས་ཞིབ་ཁང་གི་ཁྱེད་རང་ས་ལ་ཡ་དུས་རྒྱང་མེད། ཨ་ནི་ཆུ་ཚོད་གཉིས་རྩ་བཞི་ཡོད། རེད་བ། ཕྱི་ཚུལ་གཉིས་གསལ་བྱེད་ཉི་མ་གཅིག་གིས། སྤྱི་ཟླ་གསུམ་པའི་གི་ཚེས་བཅོ་གསུམ་ནང་ཚུད་ལ་ཡ། ཨ་ནི་ཁྱེད་རང་གི་ཨ་ནི། བྷི་གའི། དབུས་འོས་བསྡུའི་ལས་ཁུངས་ལ་ཡ། ཨ་ནི Electoral Bond གི་གནས་ཚུལ་བཅུ་རུ་བ་འདི་གང་ཟག་བྷི་གའི་སྤྲད་དགོས་ཡོད་ལ་འདི་དེ་འདྲས་གི་བཀའ་རྒྱ་བཏང་ཡོད་རེད། དེ་ཡིན་དུ་བསམ་པ། རྣམ་པ་ཚོས་ལ་དྲི་བ་དེ་གར་ལ་ན། SBI གི་ད་དེ་ལ་ཡ། ཆེ་བསྟོད་ཁྲིམས་ཞིབ་ཁང་གི་བཀའ་བཏང་རྒྱུ་དེ་ལ་ཡ། ཨ་ནི། ལག་ལེན་བསྟར་གི་རུ་བས། ལག་ལེན། མ་བསྟར་བ་ཡིན་ན་ཆེ་བསྟོད་ཁྲིམས་ཞིབ་ཁང་གིས་ཉེས་ཆད་ག་འདྲ་སྒྲོག་གཞི་བཏང་གི་རེད་ལ་ནི་ད་དེའི་དྲི་བ་དེ་བྱ་དེ་ཡོད་རེད།